ཅི་ཡོད་ཡོད་རེད། དེ་རྒྱ་ནག་གི་རྒྱ་གར་གི་སྲིད་བྱུས་རེད་བ། ཆད་རྫངས་ནི་ག་རེ་རེད་ཟེར་ན། ད་ལྟ་རྒྱ་དཀར་ནག་གཉིས་ཆ་གི་མཐུན་ལམ་ཡག་བོ་ཅིག་དགོས་ཡ། རྒྱ་གར་གི་སྲུང་སྐྱོབ་བྱེད་ཡ་བོད་པ་ལ་ནི་ག་རེ་རེད། སེམས་གཏིང་ནས་ནི་ག་རེ་རེད་ཟེར་ན་ད་ལྟ་འདི། རོགས་རམ་བྱེད་གི་ཡིན་ས། རྒྱ་ནག་གི་ནི་ག་རེ་ནི་རོ་གཞུང་དེ་ཚོ་དེ་ན་རྒྱ་གར་གི་སྲིད་ཇུས་རེད་པ་རྒྱ་གར་གི་སྲིད་ཇུས་རེད་པ་ཆ་ཚང་དེ་ཡོང་གི་ཡོད་ཡིན་པ་རེད་ད་ཡིན་ན་ཡི། ད་ལྟ་ཀོང་བོ་ཤག་གི་པ་གང་བྱུང་དེ་དེ་རྣམ་པ་ཚོ་ཚོང་དོན་སྐུ་ཚེ་བ་ཕེབས་པའི་ནི་སྐུ་བ་ཡི་ནི་རོ་གི་ལམ་སྟོན་གསལ་བཤང་ཕྲ་བ་ཅིག་ཡོད་རེད་དེ་ལོ་རྒྱུས་ཡིག་ཚགས་ཡོད་རེད་ཡིན་པ་ཡིན་ན་ལམ་སྟོན་དེ་ཚོ་ཡི་བོད་པ་གི་སྤྱི་བྱེ་ལག་ལེན་ལྟར་ཡོད་མ་རེད་པ། ཞིབ་མཆན་ལག་ལེན་བསྟར་ཡོད་པ་མ་རེད། ཚན་གཙང་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྐོར་དེ་གསལ་བོ་བྱས་ཧ་གོ་མ་སོང། ད་ཡང་གནས་ཚད་ཁྲི་བཞི་གཅིག་ལ་གནས་ཀ་རེད། ད་ལྟ་བོད་པའི་ད་ལྟ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ང་བཞི་ཐམ་པ་གི་ལོ་བོད་པའི་སྐུ་ཚབ་དེ་ཚོ་གནས་ཀ་རེད་ཤང་ཀང་གི་རྒྱ་ནག་འགྲོ་ཡ་གི་གནས་ཚད་གཅིག་ཡན་ལན་གཞུང་གི་གནས་ཀ་རེད་བྷི་ཟ་གི་གནས་ཚད་གཅིག་ཡོད་རེད་ད། དེ་འདྲའི་གནས་ཚད་ཅིག་གི་བར་སར་འཁྲི་རྐྱེན་ཡིས་ཐེབས་ཀྱི་ཡོད་སྲིད་པ་དེ་མ་གཏོགས་ན་ད་ལྟ་དེ་མིའི་གཞི་རྒུད་རྗེས་ནས་ག་རེ་རེད་ཟེར་ན་ད་ལྟ་དེ། ག་རེ་ཟེར། ཚོགས་ཆེན་གྲོལ་ཚད་ཚགས་པར་སྒང་ནས་ཐོན་ད་དེ་འདྲ་བྱས་ཡག་གི་གནས་ཚད་དེ་ངས་ནས་ག་རེ་ད་ལྟ། དེ་ཁུངས་སྐྱེལ་གི་ནས་ག་རེ་ཡིག་ཆ་ཡིག་ཚགས་ཁག་ནས་མཐོང་བྱ་དེ་འདྲ་གང་ཡང་མེད་ཨོ་དེ་བྱ་ཡིན་ཐུགས་རྗེ། དགོངས་བཀའ་འདྲི་ཤིན་ཏུ་ཆེ། ད་དེ་ཚོ་འདི་འདྲའི་རེད་ཅེས་བསམ་གྱི་འདུག་བ་ལ། སྔས་མ་ཅིག་རྒྱ་གར་ནས་ད་བོད་དེ་རང་བཙན་ཡིན་པ་ད་གཞན་ཤེས་མི་རུང་བ་ལ། ཨ་ནེ་ནེ་རུའི་ཕྱོགས་ནས་ཅིག་གང་ཐུག་ཐུག་སློབ་སྟོན་རེ་བ་གནང། ཨ་ནེ་ཕྱིས་སུ་ད་བོད་པའི་ཕྱོགས་ནས་ཅིག་འདི་འདྲས་འཇོན་བསམ་བསམ་མེད་དུས། ད་དེ་གཡུག་བཞག་པ་ག་གི་རེད་གང་ལྟར་རྒྱ་ནག་ལ་ཕར་ལག་པ་དང་བཞག་ན་ཨ་ནི་རྒྱ་ནག་དག་དང་ས་འབྲེལ་བྱས་དུས་སུ་སོག་ཡག་ད་ཅིག་རྗེས་མ་ཁེ་བན་དང་བདེ་འཇགས་ཨི་ཡག་པོ་ཅིག་འགོ་རེད་བསམ་བསམ་གི་དེ་འདྲས་ཅིག་བྱས་རྗེས་ཨ་ནི་ལམ་སང་ཅིག་རྒྱ་ནག་ལ་མ་ཕེབས་ནི་བོད་རྒྱ་ནག་ཆ་ཤས་རེད་ཅེས་ནི་རེད་འདི་རེད་གསུང་ངོ་རེད་བ། ངོ་དེ་འདྲའི་སོང་ཙང་ད་དེ་ཨེ་ནི་བཀའ་དྲིན་རྗེས་དྲན་ཟེར་ནས་མི་འདུག་ལག་རྟགས་རེད་བལྟས་ཨེ་ནི་དྲུག་ཅུ་རེ་གཉིས་ལོག་ལེ་ཡ་ཨེ་རྒྱ་གར་ཨེ་ནི་ནག་གུང་བྲག་མ་ཞིག་ལྟ་བུ་ཡ་ཅི་ཨེ་ལག་རྟགས་ཆེན་པོ་ཞིག་འདི་འདྲ་ཞིག་རག་སོང་བསམ་གྱི་འདུག་ཨེ་ནི་གོ་ངོས་བཀའ་དྲིན་ཤིན་ཏུ་ཆེ་ཞུ་གི་ཡིན་ཨེ་ནི་གཤམ་ལ་གོ་ངོས་ཆོག་ལེ་ཡ་དྲི་བ་ཨང་བཅུ་པ་འདི་འབུལ་ལམ་ཞུ་ཆོག་གི་ཅི། དྲི་བ་ཨང་བཅུ་པ། གཙུག་ཏུ་བཀུར་འོས་སྐུ་ངོ་བསོད་ནམས་རྒྱལ་མཚན་མཆོག་བོད་དོན་གསུམགླེང་སྟེགས་ཁང་དུ་ཕེབས་པར་འཚམས་འདྲི་ཞུ་བ་དང་ཆབས་ཅིག་བཀའ་འདྲི་ཞུ་རྒྱུར། བོད་འདི་རྒྱ་དམར་གྱིས་ཧམ་གསོད་བྱས་པ་དེ་རྒྱ་དམར་སྟོབས་ཤུགས་ཆེ་བའི་དབང་གིས་ཡིན་ནམ་ཡང་ན་ང་ཚོ་ཆུ་གསུམ་རྡོག་རྩ་གཅིག་ཏུ་སྒྲིལ་མ་ཐུབ་པ་ཡིན། གང་ལྟར་རྒྱུ་རྐྱེན་གང་ལ་ཐུག་ཡོད་དམ། གཉིས་པ། རང་བཙན་ནམ་རང་སྐྱོང་གང་ཡིན་ཡང་ཤིན་ཅང་དང་བོད་གཉིས་ལོ་རྒྱུས་ཐོག་ཏུ་མ་འདྲ་བ་གང་གཟིགས་ཀྱི་ཡོད་དམ། འདི་ང་ཚོའི་དྲ་གྲོགས། ཨ་ཉི་མ་ལགས་ནས་འདུག་སུ་བུ་ལམ་ཞུགས་ནང་ཤག་སྐུ་ངོ་མཆོག་ནས་བཀའ་ལན་ཡོད་པ་མཁྱེན།
ཐུགས་རྗེ་ལྷག་བསམ་དགེ་བ་ལ་དྭགས་རང་བཤད། ཅི་སྟེ། ད་རྒྱ་དཀར་ནག་གཉིས་ཆ་གི་བར་གནས་ཚད་དེ་འདྲ་བྱུང་ཡོད་རེད་དྭགས་རང་བཤད། ཅི་སྟེ། ད་ཟླ་ཉི་མ་ལགས་གི་དྲ་གྲོགས་ཉི་མ་ལགས་གི་གནང་བཞག་ཡི་དྲི་བ་དེ།

ནི་ཤིག་ཆེན་པོ། རྒྱ་མི་ནི་ཤིག་ཆེན་པོ། པ་ག་ཐོར་ཡིན་པ་སོང་ཙང་རྒྱ་མི་ནི་ཤིག་ཆེན་པོ་ཆགས་རེད་བ། འོ་ཅི་དེ་གང་ད་ལྟ་ལོ་རྒྱུས་ཀྱི་ཕལ་མ་དེ་ཡོང་དེ་གང་དེ་ནི་ཉི་ཤ་ཁྲི་བ་བསྡད་ཡོད་རེད། གལ་ཏེ་ད་ང་ཚོས་ནི་ག་རེ་སྐད་སེ་ཟ་ག་ན་དྲ་ཅིག་བཞག་རྗེས་བསམ་བློ་བཏང་ཡ་ཡིན་པ་ཡིན་ན་ད་ལོ་རྒྱུས་གང་བསམ་བློ་གཏོང་ཆོག་གོ་རེད་བ་པོ་བསམ་བློ་གཏོང་ཆོག་གོ་རེད། འདི་བྱེད་ཡོང་བའི་ནི་སྐབས་བ། ད་ལྟ་ཁ་རས་མཐོང་ཐུབ་ཀྱི་རེད། ཁ་རས་མཐོང་ཐུབ་ཀྱི་རེད། ལབ་དེ། ང་རང་ཚོས་འདི་འདྲ་ཅིག་བསམ་བློ་གཏོང་ཆོག་གི་རེད། བོད་པ་ཆོལ་གསུམ་ཡོངས་རྫོགས་རྡོག་གཅིག་གྲལ་གཅིག་རྒྱ་མི་གི། རྒྱ་ནག་དམར་པོ་གི་ཁ་གཏད་ལ་ལངས་ཡས་ན་བོད་དགྲ་ལག་ཤོར་གི་རེད་ཤོར་གི་མ་རེད་ས་དེ་དེ་ང་ཚོས་འདས་པའི་བྱུང་རིམ་གི་ནང་ཚོད་དཔག་ཅིག་རེད་ཚོད་དཔག་ཅིག་འཇོག་ཆོག་གི་རེད། ངའི་བསམ་བློ་གི་ནང་དུ་བ་གལ་སྲིད་རྡོག་གཅིག་སྒྲིལ་གྱིས་ངོ་རྒོལ་བྱས་ཡོད་པ་ཡིན་ན་དུས་ཚོད་དེའི་ནང་རྒྱ་ནག་གསར་དུ་ནས་ག་རེ་ད་ལྟ་དམར་ཤོག་ཡོང་གི་ཡོད་པ་ཡིན་པ་སོང་ཙང་དེ་འདི་ནས་ག་རེ་རང་ས་རང་སྲུང་བྱེད་ཀྱི་བཀག་འགོག་བྱེད་ཐུབ་ཀྱི་རེད་བསམ་གི་བོད་པའི་བཀག་འགོག་བྱེད་མ་ཐུབ་པ་དེ

ཕར་འགྲོ་ཡ་ལ་རོགས་པ་བྱེད་གི་མ་རེད་ད་རྒྱལ་འགྲོ་ཡ་རྒྱལ་ཁའི་ཕྱོགས་ནས་ཡ་ནི་ག་རེ་ལངས་ཡ་དེ་ཆབ་སྲིད་ཀྱི་འགྲོ་སྟངས་ཅིག་རེད་བ་ཆབ་སྲིད་པའི་ག་དེ་ཡིན་ན་ཡི་རྒྱལ་ཁ་ཐོབ་མཁན་ན་རོགས་པ་བྱེད་གི་རེད་ཕམ་ཡ་འགྲོ་མཁན་ན་ཕྱི་ཁྲག་ཡ་བྱེད་གི་མ་རེད་ཁོ་འགྲོ་སྟིང་ཅིག་ཆབ་སྲིད་ཀྱི་འགྲོ་སྟངས་ཀྱི་སོགས་ལྟ་འགྲོ་ཅིག་ར་ཆབ་སྲིད་དང་དཔལ་འབྱོར་གཉིས་དུས་ད་ལྟ་བ་གི་ནང་དུ་བ་ཡོད་རེད་ཁོ་གཉིས་ཡ་ནི་ག་རེ་གསོན་པོར་བྱེད་འགྲོ་གི་ཡོད་ཡིན་དེ་གང་ཁོ་རང་ཚོའི་གནས་སྟངས་ལྟ་གི་རེད་བ། རྩ་ཆེའི་ཚོགས་ཐོག་རྒྱག་ཡོད་རྒྱུ་ཞིག་རེད། དེའི་ཤོད་ཡིན། དེ་ནས་གཉིས་པ་དེ་ལ། ཞིན་ཅང་དང་བོད་བར་རང་བཙན་བྱས་ན་རེད་རང་སྐྱོང་བྱས་ཡ་ཡིན་ན་རེད་ཞིན་ཅང་དང་བོད་པའི་ནི་མཚན་གཉིས་གཅིག་པ། ད་གི་ཡོད་ཨེ་ཟ་དེ། ད། ལོ་རྒྱུས་སྒང་ནས་བལྟས་ཡོང་བའི་ནི་སྐབས། གོ་མིན་ཏང་གི་སྐབས། ཞིན་ཅང་གང་ཞིག་ད་ལྟ་གོ་མིན་ཏང་བྱུང་གི་གང་ཞིག་ཡོད་རེད། ཞིན་ཅང་གོ་མིན་ཏང་གཞུང་གི་སྤྱི་ཁྱབ་བློན་ཆེན་བསྐོ་གཞག་བཅས་ཀྱི་འཛིན་སྐྱོང་བྱེད་ཀྱི་ཡོད་རེད། བོད་ལ་གོ་མིན་ཏང་གི་ཀ་བ་སྤྱི་ཁྱབ་བློན་ཆེན་བཞག་རྗེས་འཛིན་སྐྱོང་བྱེད་ཀྱི་ཡོད་མ་རེད། བོད་པ་ནི་ཀ་ར་ཁྲིམས་ཁང་རང་དོན་རེད་དེ་གསལ་བོ་ཞུ་རེད། ལོ་རྒྱུས་སྒང་ལ་ནི་ཀ་ར་གོ་མིན་ཏང་གི་ནི་ཀ་བ་དུས་ཡ་ཡིན་པ་ཡིན་ན། བོད་ཀྱི་ནི་ཏང་དེ། དང་ཞིན་ཅང་གི་གནས་སྟངས་གཉིས་ལོགས་བ་རེད། བོད་ཀྱི་གནས་སྟངས་དང་ཞིན་ཅང་གི་གནས་སྟངས་གཉིས་ལོགས་བ་རེད། ཞིན་ཅང་གི་ཆ་མཚོན་པ་ཡིན་ན་ས་ཁུལ་གྱི་ཆ་མཚོན་པ་ཡིན་པ་ཡིན་ན་ཡང་བོད་ཀྱི་གནས་སྟངས་དང་ཞིན་ཅང་གི་གནས་སྟངས་དེ་ལོགས་བ་རེད། ཞིན་ཅང་གི་ནང་ལོགས་པ་ལྷོ་མ་དང་བྱང་མ་གཉིས་ཡོད་རེད། ཞིན་ཅང་ལྷོ་མ་དེ་སོག་པོ་རེད་བྱང་མ་དེ་ཨ་ནེ་ཀ་རེད་ཁྲོན་པ་ད་ལྟ་ཡུ་གུར་རིགས་རེད།

ཚིག་ཕལ་བ་ཅིག་དེ་ཡང་བར་སྐབས་ཅིག་རྒྱ་ནག་གི་མངའ་ཁོངས་ཕར་ཕྱིན་འོག་རྟེན་འབྲེལ་གྱི་རྙོག་དྲ་ཚ་བོ་ཡོད་མཁན་གྱི་ལུང་པ་ཅིག་རེད། འོ་ལོ་རྒྱའི་སྒང་གི་གནས་བབ་འདྲ་གི་མ་རེད། ད་མ་འོངས་པ་ག་འདྲ་བཟི་ཆགས་ག་འདྲ་བྱེད་མ་བྱེད་ས་ར་དེ་ད་ལྟ་བ་གི་ལོ་རྒྱུས་དཀྲི་མཁན་ད་བོད་དང་ཞིན་ཅང་གི་མི་ཡི་ཚོ་གཞོན་སྐྱེས་ཚོ་མ་འོངས་བའི་ག་རེ་ལོ་རྒྱུས་དཀྲི་མཁན་ཚོ་རེད་དེ་ནམ་རྒྱུན་ག་འདྲ་བཟི་བཀྲིན་མ་བཀྲིན་ས་ར་དེ།

པོ་དང་ཞིན་ཅང་གི་གནས་སྟངས་དེ་གཅིག་པ་རེད། ད་མ་འོངས་བའི་ཁ་ཕྱོགས་ག་འདྲ་ཟེར་དྲི་མ་དྲི་ས་དེ་སྨྲ་བ་དང་ད་ལྟ་ད་ལྟ་ང་རང་ཚོའི་ཆ་ཕྱོགས་ཀྱི་རྣམ་རྒྱལ་ར་རག་ལས་བསྡད་ཡོད་རེད་བ། ཞིན་ཅང་དང་ང་རང་ཚོའི་ཆ་ཕྱོགས་ཀྱི་རྣམ་རྒྱལ་ར་རག་ལས་བསྡད་ཡོད་རེད། འོ་ད་རང་ཡིན་དེ་ཤེས། དགོང་མོའི་བཀའ་དྲིན་ཆེ་སོང་དཔེ་མི་སྲིད་པའི་གསལ་པོ་བཀའ་གནང་སོང། དེ་ནི་གཤམ་ལ་ཡག། དྲི་བ་ཨང་བཅུ་གཅིག་པ་དེ་སྙན་ཅུ་ཞུས་འཇོག་གི་རྗེས། དྲི་བ་ཨང་བཅུ་གཅིག་པ། ས་རཱ་མཐོ་སློབ་ཀྱི་དགེ་རྒན་ཆེན་མོ་བསོད་ནམས་རྒྱལ་མཚན་མཆོག་བོད་དོན་གླེང་སྟེགས་ཁང་དུ་ཕེབས་པར་འཚམས་འདྲི་དང་བཀའ་དྲིན་ཆེ་ཞུ། དྲི་བ། འབའ་པ་ཕུན་ཚོགས་དབང་རྒྱལ་ཁོང་དང་ནང་ཉམས་གཞོན་དུ་གཞོན་ནུ་འགའ་དམར་ཤོག་ལ་བཞུགས་ནས་རྒྱ་དམག་དངོས་སུ་བོད་ལ་སྣེ་ཁྲིད་བྱས་ཡོད་པ་དེ་བོད་རྒྱལ་ཁབ་དགྲ་ལག་ཏུ་ཤོར་བའི་རྒྱུ་རྐྱེན་གཙོ་བོར་གྱུར་ཡོད་པ་ངོས་འཛིན་དགོས་སམ།

ད་ལྟ་འབའ་བ་ཕུན་ཚོགས་རྒྱལ་ལགས་དང་ཁོང་དང་གནས་དེ་ཚོ་དེ་ན་ན་མཉམ་གཅིག་པའི་གཞོན་ནུ་ཁ་ཤས་མ་ཤོག་ན་ཞུ་ཁོ་ཚོས་རྒྱ་མི་དམར་པོ་ལ་དམག་མི་ཁྲིད་ཡོང་བ་དེ་པོ་དགྲ་ལག་ཤོར་ཡག་གི་རྒྱུ་རྐྱེན་གཙོ་བོ་ཆགས་ཡོད་རེད་བས་ས་དེ་རེད་བྱས་ཏེ་རྒྱུ་རྐྱེན་གཙོ་བོ་ཆགས་ཡོད་མ་རེད་ཨ་ནི་རྒྱུ་རྐྱེན་གི་འབྲས་བུ་སྨིན་པ་ནི་ག་རེ་འབྲས་བུ་སྨིན་སྟངས་གཅིག་རེད། རྒྱུ་རྐྱེན་ཆ་ཚང་ངྷ་ས་ནས་གྲུབ་བསྡད་ཡ་རེད་ད་ཆང་ཡུལ་དོན་ཚན་བཅུ་བདུན་རེད་འབའ་འོག་ཕུན་ཚོགས་དབང་རྒྱལ་དང་གནས་ག་རེད་ད་ཟླ་དུས་ཚོད་དུས་ནང་ལོག་པ་ད་ད་ད་ད་ཧུ་ཚོ་ཁ་ཤས་ཅིག་ཡོད་རེད་འོ་དེ་ཚོ་མཉམ་དུ་ཡོང་བ་ད་དེ་ཆ་ཚང་དེ་འབྲེའུ་སྨན་འབྲེའུ་སྨན་བུ་གི་ཡོད་རེད་འབྲེའུ་སྨན་ཐང་གི་ཆ་ཤས་ཅིག་རེད་ཆ་ཚང་འབྲས་བུ་གྲིབ་ཐང་གི་ཆ་ཤས་ཅིག་ད་དེ་ཚོ་ཆ་ཚང་འབྲེལ་བ་ཆགས་བསྡད་ཡོད་རེད་ཟེར་ཞུ་ཡ་ཡིན་བྱས་དེ་ད་གལ་སྲིད། ཁོང་ཚོའི་མཆན་མགོ་ཡ་གཅིག་ལ་འབའ་བ་ཕུན་ཚོགས་དབང་རྒྱལ་མིན་པ་ཡིན་ན་ཡི་གཞན་དག་ཅིག་ག་ཏན་ཏན་འཕྲོད་ཡོང་གི་རེད་ཏན་ཏན་འཕྲོད་ཡོང་གི་རེད་ཅེས་དེའི་སྒང་ལ་ཡང་འབའ་བ་ཕུན་ཚོགས་དབང་རྒྱལ་རྦད་དེ་མེད་པའི་དབང་དུ་བཏང་བ་ཡིན་ན་ཡི་འབའ་བ་ཕུན་ཚོགས་དབང་རྒྱལ་ཟེར་མཁན་གྱི་མི་དེ་ནི་ག་རེ་ལོ་རྒྱུས་སྒང་ཆུང་མེད་པའི་དབང་དུ་བཏང་བ་ཡིན་ན་ཡི་བོད་རྒྱ་ནག་ཤོར་ཡག་གི་གནས་ཚད་དེ་གྲུབ་ཐུབ་ཀྱི་ཡོད་རེད་ཡིན་པ་སོང་ཙང་རྒྱུ་རྐྱེན་གཙོ་བོ་དེ་རྩ་བ་ཉིད་ནས་མ་རེད། འབྲས་བུ་སྒྲིབ་སྟངས་ཀྱི་རྣམ་རྒྱལ་གཙོ་བོ་ཡི་རྩ་བ་ཉིད་ནི་མ་རེད། ཡིན་ན་ཡི་ད་ལྟ་གི་གནས་ཚད་དེ་རྒྱ་ནག་གི་ཆ་ཤས་གཅིག་ཆགས་ཡ་ཆང་ཡིག་དོན་ཚན་བཅུ་བདུན་ཞག་དགོས་ཡ་ཆང་ཡིག་ད་ག་ནང་བཞིན་ཆང་ཡིག་དོན་ཚན་བཅུ་བདུན་གྱི་ནང་དོན་འདི་འདྲ་ཅིག་སྒྲིབ་སྟངས་ལ་སོགས་པའི་སྒང་ལ་བབ་རྫོགས་འགྱེད་དང་ཁོ་རང་དང་མཉམ་དུ་ཡོད་བསྡད་མཁན་དེ་ཚོ་དེ་ནང་གནས་ག་རེ་དགོངས་པ་བཞེས་དང་ཁོ་རང་ཚོའི་གནས་ག་རེ་ཤུགས་རྐྱེན་མི་ཉུང་བ་ཅིག་ཐབས་ཡོད་རེད་དེ་གསལ་བོ་ཞིག། དེ་གསལ་བོ་རེད། བོ་དེ་ཤ་ཡིན། ཅི་སྟེ་གང་ནས་ག་རེ་གསོ་བ་ངེས་འཛིན་བྱས་ན་འགྲིག་གི་ཡོད་མ་རེད་གསོ་དེ་ད་སྔ་ས་ཉིན་ནས་གྲུབ་དེ་གྲུབ་ཟིན་པ་ཅིག་རེད། དེ་གཉིས་ཆ་གི་ཁྱད་པར་དེ་རེད། ཆས་ཙང་ག་རེ་ཡང་ང་རང་ཚོའི་ག་རེ་དུས་ཚོད་འདི་ནང་འབའ་ཕུན་ཚོགས་གང་གི་ལོ་རྒྱུས་སྒང་གི་གང་ཟག་གར་པ་ཅིག་རེད། དེ་ཆ་སྤྱོད་དང

རྟོག་ཆེན་པོ་དེ་དེའི་སྒང་ནས་གྲུབ་མེད་ཡིན་པ་བཅས་ཆ་སྐྱོགས་ཀྱི་རྣམ་དབྱེར་ཆ་ཤས་གཅིག་ཡོད་ཡིན་པ་བཅས་གང་རུང་དེ་ཐ་དད་པ་ཡིན་པ་བཅས་འདིའི་སེམས་ཆགས་ཀྱི་ཁྱད་པར་དེ་ཕྱེ་དགོས་ཀྱི་འདུག་འདིའི་སེམས་ཆགས་ཀྱི་ཁྱད་པར་མ་ཕྱེ་ཡ་ཡིན་པ་ཡིན་ན་ཡང་ང་རང་ཚོ་ཁ་པོ་གཅིག་རེད། བག་ཕན་ཚོགས་འཇལ་ཆ་མཚོན་པ་ཡིན་པ་ཡིན་ན། ལྟ་བ་དེ་དམར་ཤོག་གི་ལྟ་བ་རེད་ལང་ཤོག་དེ་དམར་ཤོག་གི་ལང་ཤོག་རེད། ཡིན་ན་ཡི་བསམ་བློ་དེ་བོད་པའི་བསམ་བློ་རེད་གང་རུང་དེ་བོད་པའི། བྱ་སྤྱོད་དེ་པོ་པའི་ཆེད་དུ་རེད་ནུས་པ་དེ་དམར་པོའི་སྒང་ནས་ཐོན་ཤག་རེད་ནུས་པ་དེ་རྒྱ་ནག་གི་སྒང་ནས་ཕར་ཐོན་ཤག་རེད་འོ་དེའི་ཆ་ཚང་དེ་ལོག་ལོག་བྱས་ཤག་ཡིན་ན་ད་ལོ་རྒྱའི་སྒང་གི་གང་ཟག་སྒར་པ་གཅིག་གི་བྱ་སྤྱོད་དེ་གསར་བོ་བཟོ་ཐུབ་ཀྱི་ཡོད་རེད་འོ་དེ་ཡང་ང་རང་ཚོས་དགོངས་པ་བཞེས་དགོས་པ་ཞིག་རེད་ཤག་ཡིན་ཐུགས་ཆེ་ཞུས་ཟིན་པ་ཡིན། དགོང་མོ་སྙིང་ཐག་པ་ནས་བཀའ་དྲིན་ཆེ། ད་དྲི་བ་ཨང་བཅུ་གཉིས་པ་དེ་འབུལ་ལམ་ཞུས་ཆོག་ག་ཅི། དྲི་བ་ཨང་བཅུ་གཉིས་པ། མཆོག་ཏུ་བཀུར་བར་འོས་པའི་ལོ་རྒྱུས་སློབ་དཔོན་ཆེན་པོ་སྐུ་ངོ་བསོད་ནམས་རྒྱལ་མཚན་མཆོག་ལ་འཚམས་འདྲི་ཞུ་བ་དང་སྦྲགས་བཀའ་འདྲི་ཞུ་རྒྱུར། རྒྱ་ནག་གཞུང་གིས་ཁེ་ཕན་དང་དམིགས་ཡུལ་གཙོ་བོ་གང་ཞིག་བཅངས་ནས་བོད་བཙན་བཟུང་བྱས་སམ། གཉིས་པ། ད་ལྟའི་ཆར་རྒྱ་ནག་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ནང་སླེབས་ཐུབ་པ་དེ་བོད་ཀྱི་རིན་ཐང་བྲལ་བའི་དངོས་པོ་སྟེ་དཔེར་ན། སྐུ་བརྙན་གཏེར་ཁ་ལྕགས་རྡོ་ཤིང་སྣ་གནའ་རྫས་སོགས་དཔག་ཏུ་མེད་པ་ཞིག་རྒྱ་ཡུལ་དུ་བང་འགྲིན་གྱི་ཁེ་ཕན་ལ་བརྟེན་ནས་བྱུང་བ་ཞིག་ཡིན་ནམ། འདིའི་ང་ཚོའི་དྲ་གྲོགས་ཐུབ་བསྟན་ལགས་ནས་ཟུར་ཕུད་གནང་ཞག་སྐུ་ངོ་མཆོག་ནས་བཀའ་ལན་ཡོད་པ་མཁྱེན། ལ་སོགས་ཐུབ་བསྟན་ལགས་ཀྱི་གནང་བྱ་བའི་དྲི་བ་དེ། རྒྱ་ནག་གཞུང་གི་ཁེ་ཕན་དང་དམིགས་ཡས་ག་རེ་བཅང་བྱས་ནས་ག་རེ་བོད་པ་གསོད་ཡ་རེད་ཟེར་བཙན་སེལ་ཟ་དགོས་བྱུང་བ་རེད་ཟེར། རྒྱ་ནག་ད་ལྟ་དཔལ་འབྱོར་གྱི་སྟོབས་ཆེན་རྒྱལ་ཁབ་འདིའི་ཆ་ལ་བོད་པའི་གནས་ག་རེ་གཏེར་ཁ་དང་གནས་ག་རེ་ཐོན་ཁུངས་ཀྱི་ཕན་ཐོགས་བྱུང་ཡོད་རེད་བས་ས་གི་དྲི་བ་དེ་གཉིས་རེད། ཡིན་ད་ཡིན་དག་རང་རེད། ཁེ་ཕན་ཁར་བསམ་བློ་བཏང་ཡོད་རེད་ཟེར་དུས་གང། རྒྱ་ནག་གི་བོད་གསར་བའི་གནས་སྐབས་ལ། ཕྱོགས་གཅིག་དེ་རྒྱལ་སྲུང་གི་ས་ཁོངས་རེད། རྒྱལ་ཁབ་སྲུང་སྐྱོབ་བྱེད་ཡ་དེ། རྒྱལ་ཁབ་ཅིག་ལ་ཆ་མཚོན་པ་ཡིན་ན་མེད་དུ་མི་རུང་བ་ཅིག་རེད། བོད་འདི་རང་སྐྱོང་གི་གནས་སྐབས་ལ་ཐོན་ཁུངས་ཕུན་སུམ་ཚོགས་པའི་གནས་སྐབས་ཅིག། སྲུང་སྐྱོབ་ཆེད་སྡེ་ས་ག་ནས་གར་ཁོར་ཡུག་ཅིག་གྲུབ་བསྡད་ཡོད་རེད། རྒྱ་གར་དང་པོ་གི་ས་མཚམས་བལ་པོ་ས་མཚམས་འདི་ཚོ་ཆ་ཚང་ནས་གར་ཡིག་ཅིག་ཧི་མ་ལ་ཡའི་རི་རྒྱལ་གི་ཡོད་རེད། ད་ནང་བཞིན་བོད་འདི་འཛམ་གླིང་གི་ཡང་རྩེ་རེད། ཆས་ཙང་འདི་སྲུང་སྐྱོབ་བྱེད་མ་ཐུབ་པ་ཡིན་ན་རྒྱ་ནག་ཁག་པོ་ཤོར་རེད། དཔེ་གསལ་པོས་རྒྱ་ནག་གི།